ད་དེ་རིང་གི་གསང་རྒྱུ་ཞེ་ནག་ཚ་ཤོས་རྔམ་ལྕགས་ཚ་ཤོས་དེ་ལས་སུ་ད་ས་དེ་གར་དུ་ལབ་ཡིན་ན་རྒྱ་གར་ནང་ལོག་ཡོད་པའི་སོ་པ་ཅིག་འཇུས་ཤག་བཟོས་ཡིན་སོ་པ་དེ་ག་ནེར་དུ་ལབ་ཡིན་ན། རྒྱལ་སྤྱིའི་གསང་རྒྱུ་གསན་གསན་གནང་ཡག་དགའ་པོ་ཡོད་པའི་གྲོགས་པོ་གྲོགས་མོ་ཚང་མ་ཁམས་བཟང་དེ་རིང་ནི་ཉིས་སྟོང་གྱ་མི་ཉིས་བརྩེགས་ང་ཅིག་ན་ལྔ་པའི་ཚེས་བཅུ་དགུ་རེད་སོ་ད་བར་རེ་གུ་མུ་བསྟན་འཛིན་རྣམ་དཔྱོད་ཡིན། དེ་རིང་ཡིན་མིན་ན་ད་ས་ག་ན་སྐད་གྲགས་ཆེ་ཤོས་ཀྱི་གསར་འགྱུར་དེ་ག་རེ་བཟློག་ཞུས་པ་ཡིན་ན་ཨ་རིའི་སྲིད་འཛིན་ཞིབ་བཤེར་དྲུག་པ་ཇོ་བྷའི་རིན་པ་གོང་ལོ་བརྒྱད་ཅུ་གྱ་གཉིས་རེད་པ་ད་ལོ་ཡིན་མིན་ན་ཁོང་ཡིན་མིན་ཨ་ནི་ཀན་སར་སྐྲན་ནད་ཕོག་ཤགས་ཨ་ནི་ས་ག་ན་ཡིན་མིན་ན་ཁོང་གི་ཨམ་ཅི་ལགས་ཀྱི་འགྲེལ་བཤད་གྱོང་དུ་རུ་བ་གོ་བཅུ་དེ་ལ་ག་ལ་འདུག་ལ་ཇོ་བྷའི་རིན Diagnosed with Aggressive Prostate Cancer ཟེར་དུ་རུ་བ Aggressive ལ་ད་ཞེད་སྣང་ཚ་པོ་ཞུ་བྱེད་ལོ་གོ་རུ་བ་ན་ད་ཚབ་ཚབས་ཆེན་པོ་ཟིང་མར་བས་འོང་རྒྱུར་བཤད། ད་པོ་སྤྲད་ཀན་སི་ལེ་དེ་ཁར་དོ་ལེ་བི་ན་སྤྲད་ནས་དེ་མི་ན་མང་ཆེ་བུ་ག་ལ་ཡོང་གི་རེད་ཟེར་བ་ད་མང་ཆེ་ལ་ནི་ཚང་མ་བུ་ལ་བྱུང་ཡོང་བྱུང་གི་རེད་ཟེར་ཨ་ནི་ན་ཚ་དེ་ཡིན་པས་ན་ད་ད་བུའི་ཕོ་བཙན་ཡོད་པ་ཕོ་བཙན་ལ་ཨ་ནི་ད་བརྙན་ཁ་རྒྱབ་ཆ་ཡིན་པས་ན་སྤྲད་ནས་ཕོ་སྐྱོ་ཆེ་རེད་ཤག་ན་ཚ་བྱུང་རྒྱུ་བྱུར་བ་ཨ་ནི་ད་སྤྲད་ནས་དེ་ཕོ་བྱས་ཡིན་པས་ན་ཁོ་རང་གི་ཕོ་བཙན་ལ་ཕོ་བྱས་ཡིན་པས་ན་ཨ་ནི་ན་ཚ་དེ་དེ་ལ་ཁྱབ་ཤག་སུ་རུ་བསྐོས། གཟུགས་པོ་གང་རུང་ཀོ་ཚང་མ་ལོར་ཁྱབ་བྱས། འོ་འདི་མིན་ན་ནི། ཁོ་རང་གི་ཨམ་ཅི་ལགས་ཀྱི་དུག་མཆན་རྒྱལ་སྤྱི་གི་ས་ཁང་ནང་ལ་གསལ་བསྒྲགས་གནང་བཞག་ལ་ནི། དེ་ནང་བཞིན་གྱི་ནི། X གི་དྲ་རྒྱ་ནང་ཡིན་པའི་གནས་ལས། སྲིད་འཛིན Trump རྒྱ་ཡིན་པའི་གནས་ལས་ཁོང་དང་ཁོང་གི་ནང་མི། དེ་ནང་བཞིན་གྱི་ནི Joe Biden ཁོང་མགྱོགས་པོ་དྲག་ཐུབ་པའི་ནི། སྨོན་ལམ་ཡོད་གསུང་བཞག་དེ་ནང་བཞིན་གྱི། ལྕམ Nancy Pelosi ཁོང་རྒྱ་ཡིན་པའི་གནས X ག་ལ་ཡིན་པའི་ནང་ཁོང། སྙུང་གཞི་དེ་དྲ་རྒྱ་ཡོང་བ་ཤོར། དེ་ནང་བཞིན། སྙེ་མ་གི་སྲིད་འཛིན་གཞོན་པ།

ལོ་བར་རིང་ཁོང་ཡིན་མིན་ན་སྐྲན་ནད་ཕོག་གཅིག་པུ་མ་ཤར་བར་ད་ལྟ་དྲན་པ་ཉམས་པའི་ན་ཚ་ཞུ་དག་འོང་བསྡད་འདུག་བ་དེ་ནང་བཞིན་མི་ངོ་མ་ཤེས་མཁན་ཆེ་ནི་ཁི་སིན་བྷི་བྷི་སིའི་ས་ག་ན་ལ་ཏེ Original Sin ལས་དེབ་ཅིག་བཀོད་འདུག་བ་དེབ་དེ་ནང་ཡིན་མིན་ན་སྲིད་འཛིན་རྣམ་པས་ལོ་བཞི་ནང་ཡིན་མིན་ན་ལོ་གཉིས་པ་དིར་བ་ད་རྐུབ་བསྟུད་ཀྱི་ལོ་གཉིས་པ་དེ་ལ་ཡིན་མིན་ན་དཀའ་ངལ་ཞིབ་གཅོད་ཆེད་ཀྱི་ཁོ་རང་དྲན་པ་ཉམས་མེད་དང་མི་ཐུག་བི་ནས་ལས་ངོ་མ་ཤེས་འབྲས་ཀྱི་དཀའ་ངལ་ཞིབ་གཅོད་ཆེད་དེ་སྐྱོ་དེ་ནང་བཞིན་གི་ད་དམངས་གཙོའི་གི་ཚོགས་པ་དེ་ཡིན་མིན་ན་ཨ་རིའི་ན་ལོ་ལ་ནི། ཉམས་རྒུད་ག་ཚོད་ཕྱིན་ཡོད་མེད་དེ་འབྲེལ་གྱི་དེབ་ཅིག་བཀོད་འདུག་བཀོད་དུས་ཙམ་པ་ཡིན་མིན་ན་ད་ང་ཚོས་ཁོང་གི་མི་ཚེའི་ལུགས་རྒྱུན་ན་ཅིག་ལྟ་དུས་ཡིན་མིན་ན་ད་ད་ལོ་ཡིན་མིན་ན་ཁོང་དགོང་ལོ་བརྒྱད་ཅུ་གྱ་གཉིས་རེད་པ། ཁོང་གི་འདས་པའི་ལོ་དེ་ནང་ཡིན་མིན་ན་ལོ་ལྔ་བཅུ་མི་ལོ་ལྔ་བཅུ་ཟིན་མིན་ན་ཨ་རིའི་གི་ད་ཆབ་སྲིད་གང་ལ་ཕྱག་ལས་གནང་བཞུགས་ཤར་བ་སྙི་མ་ཨོ་བྷ་མ་སྲིད་འཛིན་ཡིན་པའི་སྐབས་སུ་ཁོང་འདིར་བཞག

བུ་མོ་སྤྱི་དང་བུ་གཉིས་ཀྱི་ཞག་ཁོ་གཉིས་གཉིས་པ་རུ་ལེན་པས་ན། སྟབས་མ་ལེགས་པ་ཅིག་ལ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོའི་མི་ནག་ཁོང་གི་བཟའ་ཟླ་དང་བུ་མོ་ཆེ་བུ་གཉིས་འདུག་ཨ་ཁོ་ཚོ་ཡིན་པས་ན་མོ་སྐྲ་དང་བཅས་ནས་ཨ་རིག་གི་ས་ཆ་ཅིག་ས་ཆ་དེ་མིང་ག་ལ་ཐུག་ལབ་ན། Hawkinson Delaware ན་ཟེར་བ། ཨ་ས་ཆ་དེ་ལ་འགྲོ་དུས་ཙམ་པ་ཡིན་པས་ན་མོ་སྐྲའི་དོན་རྐྱེན་བྱུང་བྱས་ཡིན་པས་ན་ཁོ་རང་གི་བཟའ་ཟླ་ཟེར་བ་སྐྱེ་དམན་དང་བུ་མོ་དེ་ཡིན་པས་ན་མདུན་བསྡད་ཡོད་ཀྱི་ར་མོ་སྐྲ་དང་ཨ་མ་ལགས་མོ་སྐྲ་དང་དེ་ཁྲིད་དེ་བུ་མོ་ཞག་རྒྱབ་ལ་བུ་གཉིས་བཞག་བྱས་ཡིན་པས་ན་ཨ་མོ་ཅེས་དོན་གྱིས་བྱུང་བྱས་ཡིན་པས་ན། ཁོ་རང་གི་བཟའ་ཟླ་དང་པོ་དེ་བྱུང་བ་ཤར་བ་ཨ་བུ་མོ་དེ་བྱུང་བ་ཤར་ནས་བུ་གཉིས་རྒྱབ་ལ་བསྡད་ཉིན་བུ་གཉིས་དེ་གཉིས་ཡིན་པས་ན་སྨན་ཁང་ན་བསྐྱལ་ཅིང་མྱུར་སྐྱོབ་བྱས་བྱས་ཡིན་ན་ནི། གྲགས་ཤར་བ་ཡིན་ནས་ལས་སྟབས་མ་ལེགས་པའི་ཆེད་ལ་ཁོ་རང་གི་བུ་ཆད་དེ་ལོ་བཞི་བཞི་དྲུག་སླེ་དུས་ཙམ་པ་ཡིན་པས་ན་ཡང། སྐྲན་ནད་ཕོག་བྱས་ར་བ་ཨ་ནི་དུག་བྱས་ནས་ལོ་བཞི་བཞི་དྲུག་འདས་གྲོངས་ཕྱིན་ཤ་ཟེར་བ། ད་ཁོ་རང་གི་མེ་བཙའ་ཧྲིལ་པོ་དེ་ན་ཡིན་པས་ན་དུག་བྱས་ནས་སོ་སོའི་ནང་མིའི་དུག་བྱས་གྱོད་བྱ། སྐྱེ་ངན་བར་ཆད་ཕྲད་བྱེད་ནི་ཕོ་མོ་དང། སྐྱེ་དམན་དང་པོ་དེ་བྱུང་བར་བ་ས་མཐའ་དང་པོ་དེ་བྱུང། བུ་ཡིན་པའི་གནས་ལ་ཀན་སཱི་ལུག་ར་སྐྲན་ནད་ན་ཆ་བྱུང་བ་ཞིག་ཏུ་འཛིན་པ་ཡིན་པས་ན་ད་སེམས་ན་ལ་དཀའ་ངལ་བཞི་བཅུ་ཡོད་པ་འོང་དེ་རྐྱེན་པས་ཅི་རེད་ཤར་བ། དེ་ནང་བཤད་མཁན་ཡིན་པས་ན་ད་ཁོ་རང་ཡིན་པས་ན་ད་དཀའ་ངལ་བཞི་བཅུ་འདུག་ཨ་ནང་མི་ཡིན་པས་ན་དང་པོ་ཕྱུག་པོ་བྱེད་ནས་ཨ་ནི་སྡུག་སུ་སྐྱོ་བོ་བྱ་དུས་དེའི་དཀའ་ངལ་ཆེ་དེ་ནང་བཤད་མཁན་ཆབ་སྲིད་ཀྱི་ལས་ཀ་དེ་ལས་སླ་པོ་ཅི་ཡོད་མ་རེད་པ་མི་ཚང་མར་བསྟུན་ཡོད་ཆེ་ཐེངས་མང་པོ་ཞིག་དཀའ་ངལ་ཡོད་རུང་འོ་འདི་སྐྱེན་པའི་ཡིན་མིན་ན་ད་ཁོ་རང་དགོངས་ཀྱི་གད་སྙིགས་ལས་དུས་ཙམ་པས་ཨ་ནི་གད་ཆུ་ཚིག་ལས་དུས་ཙམ་པས་ད་དྲན་པ་ཉམས་བརྗེ་རེད་བ་དཀའ་ངལ་ཞིབ་ཆེ་ཞིག་ཨ་ནི་ད་ལྟའི་ཆ་ནས་ཡིན་པས་ནས་ཁོ་རང་འདིར་ཤར་བ་ད་སྐྱེན་ནད་ཕོག་རྗེས་ཨ་ནི་ད་ལྟ་ནང་ལ་འདུག་ཕྱི་ནས་ལྷོད་ལྷོད་ཅིག་ཞུ་ཞིག་ཨ་ཁོང་དང་ཁོང་གི་ཆུང་མ་གསུམ་མར་བས་ད་བཟའ་ཟླ་སྐྱི་སྨན་ལར་བ་བཟའ་ཟླ་གཉིས་པོ་དེའི་མིང་ལ།

ན་ལོར་ཡོད་པའི་རྒྱལ་ཁབ་དེ་ཚོ་ཡིན་པས་ན་གྲུ་གཟིངས་འདི་འདི་ག་བཏང་ཆོག་ཡ་ཡོད་སྐྱོར་དང་དེ་ནང་བཞིན་གྱི་ཕར་ཚུར་ཚོང་འབྲེལ་བྱས་དང་དེ་ནང་བཞིན་གྱི་ཁོ་ཚོའི་དབྱིན་ཇིའི་ལུང་པའི་ཆུ་འབྱོར་བ་ཆུ་ཡོད་ནང་ལ་ཉག་གཟིམ་ཐོ་ཡའི་གྲུ་གཟིངས་ཡར་མར་འགྲོ་ཐོ་ཡ་དང་གྲུ་གཟིངས་དེའི་ནང་བེ་ཆུ་མང་པོ་བཞག་ཡོད་པ་མི་ཡར་མར་འགྲོ་ཡ་དང་དེ་ནང་བཞིན་ཡུལ་སྐོར་སྤྲོ་འཆམ་པ་ཡར་མར་འགྲོ་ཡ་དང་བཅའ་ལག་ཨོ་ཡ་དང་ད་སྙི་མ་སྙི་མ་གནམ་གྲུ་དང་དེ་ཚོ་མེད་དུས་ཙམ་པ་ཡིན་པས་ན། ཨ་ནི་རྒྱལ་ཁབ་དང་རྒྱལ་ཁབ་བར་ལ་གྲུ་གཟིངས་དེ་ཡོད་ན་མེད་ན་རེད་བ་ཚོང་འབྲེལ་བྱས་ཡིན་པའི་ནས་རེད་མི་ཡང་མ་འགྲུལ་བཞུད་བྱས་ཡིན་པའི་ནས་གྲུ་གཟིངས་དེ་ཡོད་ན་མེད་ན་བྱས་རེད་བ་བྱས་ཙང་ཡོད་ཡོ་རོ་པེན་ཡུ་ནེན་གྱི་དབུ་ཁྲིད་དང་ཨ་ནི་ཡུ་ཀེ་གྱི་སྲིད་བློན་བཅས་རྒྱ་ནག་བྱས་ཡིན་པའི་ནས་ཨ་ཕན་ཚུན་གཉིས་ཀ་ཕན་ཐོག་བྱས་གི་ཝིན་ཝིན་ཟིག་དོག་ཡང་ཕན་ཚུན་གཉིས་ཀ་ཕན་ཐོག་ཡོང་ཡ་གི་ཨ་ནི་གྲོས་མོལ་བྱེད་ཤག་ནང་བཞག་གྲོས་མོལ་དེ་ཡིན་པའི་ནས་ཨ་ནི་ཡུ་ཀེ་གྱི་ཆུ་སྒང་ལ་ཨ་ནི་ཡོ་རོ་པེན་ཡུ་ནེན་རྒྱལ་ཁབ་ཚང་མས་ཨ་ནི།

ཁྱེད་རྣམས་སུ་འགྲུལ་བཞུད་ཡ་མ་མང་པོ་གནང་མཁན་དེ་ཚོ་ཁྱིམ་གྱི་རུ་བ་ཡུ་རོབ་ཡན་ཡུ་ནན་ལོག་ར་ཡུ་རོབ་ནང་ཡུལ་སྐྱོར་གྱི་རྒྱལ་ཁབ་དེ་ཚོ་ཡ་མ་དེ་དུས་ཙམ་པ་ཡིན་པས་ན། E-Gets ལས་ཞུས་སོར་བ་ཨིའི་ཁྲིད་སྐྱོར་བྱེད་འོང་དེ་ཡིན་པས་ན་ད་ལྟ་ཡུ་རོབ་ཡན་ཡུ་ནན་ནང་ཡུལ་སྐྱོར་གྱི་ལུང་པ་ཉི་ཤུ་རྩ་བདུན་སྦྱོར་བ་འོང་དེ་ནང་ལ་ཡོད་པའི་མི་སེར་དེ་ཚོ་ཡིན་པས་ན་པ་སུ་སོ། པཱ་སོ་ཡུལ་སྐྱོར་དེ་ཚོ་ཡིན་པས་ན། མི་བཞི་འབའ་ནང་བཞིན་བང་བསྒྲིགས་མོག་བྱས་དེ་ནང་ལོག་ལ་ཁབ་ཐུག་འཛུལ་སྤྲོད་ཡོད་སོར་བ་འོང་དེ་ཡིན་པས་ན་ལ་ཡུལ་སྐྱེལ་གྱི

ཨ་ནི་སྟབས་བདེ་པོའི་ངང་ནས་འགྲུལ་བཞུད་བྱས་ཡོད་རེད་སོང་འདི་ཐོབ་ཐང་ནང་བཞག་ཞོད་ཡིན། ཡོ་རོབ་ཡུན་ཡོན་ནིན་དེ་མཚོན་མེད་ན་རྒྱལ་ཁབ་གཉིས་རྩ་བདུན་ཡོད་ར་ཡོ་རོབ་ནང་ཡོད་པའི་རྒྱལ་ཁབ་གཉིས་རྩ་བདུན་དེ་ཚོ་ཡིན་པས་ན་མཉམ་དོ་མཉམ་སྐྱེ་བྱས་བྱས་ར་བ་ཁོ་རང་ཚོ་ཡོད་པའི་ས་མཚམས་འཇོག་མ་ར་བའི་འོང་དེ་ཕན་ཚུལ་ད་གཅིག་ཕན་གཅིག་གྲོགས་ར་ཅིག་བྱས་བྱས་མཉམ་དོ་སྐྱིད་པོ་ཅན་ཞི་བདེ་བག་ཕེལ་གྱི་འཚོ་བ་ཞིག་སྐྱེ་བདེ་བྱས་ར་བ་ད་ཅིག་རྒྱལ་ཁབ་ཡོ་རོབ་ནང་ཡོད་པའི་རྒྱལ་ཁབ་གཉིས་རྩ་བདུན། མཉམ་སྡོད་དུ་བྱས་ནས་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་རྗེས་ཡོ་རོབ་དབྱིན་ཡུལ་ནས་ལས་དེའི་མི་སྣ་མི་སྣ་སྤྱི་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་སྤྱི་ཟླ་བདུན་པའི་ཚེས་ཉིས་རྩ་གསུམ་ལ་ཡིན་པའི་ནཱ་ཕེ་རིས་ལ་འདུག་བྱས་ནས་མཉམ་སྡོད་བཙུགས་ན་ཞག་ཞོལ་ཡིན། དེ་རིང་གི་གསང་རྒྱུ་གཞི་ནག་ཚ་ཤོས་རྔམ་དྲག་ཚ་ཤོས་དེ་ལས་སུ་ད་ས་སྟེ་གར་དོར་ལབ་ཡིན་ན་རྒྱ་གར་ནང་ལ་ཡོད་པའི་གསོ་བ་ཅིག་བརྗོད་བཞག་ཟོན་ཡིན་གསོ་བ་དེ་ག་ནེར་འདོར་ལབ་ཡིན་ན་པ་ཀི་སི་ཐན་རེད་ཤར་བ་པ་ཀི་སི་ཐན་གྱི་གསོ་བ་རེད་ཤར་མོ་རང་གི་ལས་ཀ་དེ་གར་འདོར་ལབ་ན་ཡུ་ཀྲུབ་པར་རེད་ཤར་གུས་མོ་ནང་བཞིན་ཡུ་ཀྲུབ་སུ་ཉན་བྱོས་ཡོད་པ་འོང་འདི་རེད་ཤར་ད་ཡུ་ཀྲུབ་ལ་དུས་ཙམ་པའི་སྤྱིར་བཏང་ཡིན་པའི་ན་མང་པོ་འབྱོར་བ་མི་སེར་དཀྱུས་མའི་ཁ་སྟེང་རེད་ཅིག་ཆགས་བསྡད་འདུག་བར་བ་དུས་རབས་ཉི་རྩ་ཅན་ནང་ཡིན་པའི་ན་ཨ་ནི་སོ་སོ་ད་ཡུ་ཀྲུབ་ནང་གནད་ཀ་མང་པོ་བཞག་ཡོད་བར་བ་ག་ལག་སུ་ཉན་གྱི་ཡུ་ཀྲུབ་པར་ཡོད་རེད་ཨ་ནི་ཡག་མ་འགྲུལ་བཞུགས་བྱེད་ཉན་གྱི་ཡུ་ཀྲུབ་པར་ཡོད་རེད་དེ་ནང་བཞིན་གྱི

མང་པོ་བཞག་ཡོད་རེད་པ་ད། བོད་པའི་སྤྱི་ཚོགས་ནང་ལས་མང་པོ་ཡོད་རེད་རྒྱ་གར་སྤྱི་ཚོགས་ནང་ཡིན་པའི་ཕྱི་རྒྱལ་ནང་ཡིན་པའི་རྒྱལ་སྤྱིའི་སྟེང་ལ་ད། མང་པོ་བཞག་ཡོད་རེད་པ་ད་རྒྱལ་སྤྱིའི་གི་གར་སྟེང་ཅིག་ཆགས་བསྡད་འདུག་བ་ཆགས་བསྡད་དུས་ཙམ་པའི་ཡིན་མིན་ན་ད་ལྟ་སྐྱི་སྨན་ཞུ་འདུག་རེད་པ་སྐྱི་སྨན་དེ་མིན་ན་ལོ་གསུམ་སོ་གསུམ་རེད་ཤག་ཧར་ཡང་ན་ཞེས་པའི་སྔ་ལྟས་དེ་ནས་རེད་ཤག་རེད་པ་མོ་རང་ཡིན་མིན་ན་ག་རེ་ག་རེ་ཉན་འདུག་ཟུར་དུ་ལ Travel YouTube ལ་ཡོད་པ་ཁོ་ན་ཚོ་ཡར་མར་བྲོས་བཞུགས་བྱས་ཏེ་ལུང་པོ་མང་པོ་ཞིབ་བཅུར་བསྡད་པའི་ལུགས་རྒྱུན་ན་མོ་མང་པོ་ཞིབ་བྲོ་ཚར་ཤག་རྒྱ་ནག་འགྲོ་ཤག་པ་ཀི་སི་ཐན་ལ་ནི་མང་པོ་ཞིག་འགྲོ་ཚར་ཤག་བཱང་གླ་དེ་ཤི་མང་པོ་འགྲོ་ཚར་ཤག་ཡུ་ནའི་ཏིད་ཨེ་མི་རེད་ཨ་རབ་ལ་ཞོ་འོང་དེ་ལ་འགྲོ་ཚར་ཤག་དེ་ནས་ཡིན་མིན་ན་ད་ག་ན་མིན་ན་ས་ཆ་མང་པོ་ཞིག་ཅིག་འགྲོ་ཚར་ཤག་རེད་པཱ་ཨ་ནི་མོ་རང་ཡིན་མིན་ན་ཁི་སིན་ཧར་ཡང་ན་ང་དེ་ཉེས་རྟོག་པའི་འཛིན་བཟུང་བྱས་ཤག་ཞོས་ཡིན། ཉེས་རྟོག་གཉིས་བཙལ་ཡང་ང་ཡང་ཅི་འདུག་གསུངས་པའི་ནང་ཡིན་མིན་ན་ད་ནི་མོ། ད་ནི་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་ཀྱི་འདི

པ་ཀི་སི་ཐན་གྱི་དེ་འདྲ་ཡོད་དམར་པའི་དམག་མི་དམག་དཔོན་འདྲ་ཡོད་པ་དེ་ཚོ་དང་མུག་པའི་དེ་འདྲ་བ་ཟ་བུ་ཞིག་བཞུགས་འདུག་ས་ཨ་ནི་སྤྱི་ན་རྔ་པའི་ནང་ཡིན་པའི་ན་ད་དེ་རིང་གི་ཟླ་བ་ནང་ཡིན་པའི་ན་ད་ད་རྒྱ་གར་གྱི་པ་ཀི་སི་ཐན་གྱི་དཔོན་རིགས་མཐོ་པོ་ཅིག་ཡིན་པའི་ན་རྒྱ་གར་ནས་སྤིས་འདུག་ཁོ་ཧ་ཅང་ལབ་ཡིན་ན་ད་རྒྱ་གར་ནང་ལོག་གི་གསང་བ་ཚང་མ་ལོ་མ་པ་ཀི་སི་ཐན་གཏང་དགོས་ཟེར་བ་འོང་འདི་ད་ཁོ་མོ་འབྲེལ་བ་ཤུགས་ཆེན་པོ་འདུག་ས་མི་དེ་ཡིན་པའི་ན་སྤིས་འདུག་དཔོན་པོ་དེ་ཡིན་པའི་ན།

དང་གསུམ་སྟོང་སུ་དུར་བ་མོ་རང་ཡིན་པས་ན་ད་ཡུལ་གྲུ་པ་ཅི་དང་རྒྱ་གར་དེ་ཡིན་པས་ན་མི་འབོར་མང་པོ་ཆེ་ཁྱོ་ཅིག་ཧིན་དུ་ཙམ་པ་ཡིན་པས་ན་ད་གཉེན་སྡུག་ཅིག་ཡག་པོ་བཟོ་ཐུབ་ནས་དེ་ཡོལ་བ་ཁོ་ན་ཚོ་མི་འབོར་དུ་ཡོལ་བ་ལྟད་མོ་ལྟ་ཉན་ཡོལ་བ་ལྟ། དེ་ན་ཞིག་ཡིན་པས་ན་རྒྱ་གར་གྱི་ཉེན་རྟོག་པས་ཧ་རི་ཡ་ན་གྱི་ཉེན་རྟོག་པས་ཧ་ལོ་དུ་ལོ་མོ་རང་ཡོལ་བ་ལུང་པ་གང་བྱུང་མ་འཇུག་ལོ་བས་ཏེ་གུ་ལོབ་ལོ་བ་འཛམ་གླིང་ཁྱོན་ཡོངས་ལ་གང་བྱུང་མ་འཇུག་ལོ་བས་ཏེ་ཡ་མ་འབྲུག་དུ་བསགས་བས་ཏེ Travel ལོ་བ་ཡ་མ་ཁྱམས་ཁ་འབྲུག་དུ་བསགས་མོ་བ་ཤིན་ཏུ་ལ་བས་ན་བྷང་ལ་དེ་ཤི་ཆེ་རྒྱ་ནག་ཆེ་ཐའི་ལན་ཆེ་ཡུ་ནའི་ཏེད་ཨ་རབ་ཨེ་མི་རེ་ཚི་ཆེ་ཨིན་རྡུ་ནེ་ཤི་ཡ་ཆེ། མོ་རྒྱ་གར་ནང་ཡིན་པས་ན་ད་ལྟ་ཆོས་བྱེད་སའི་གནས་རྩ་ཆེན་པོ་འདི་ཡོད་པར་དེ་ཚོའི་མང་པོ་ཅིག་ཕྱིན་བཞག་མོ་རང་གི་ཡུལ་གྲུབ་ནང་མཐོང་བའི་ཆེད་ན། ནི་མོ་རང་གི་ཡུལ་གྲུབ་ཀྱི་དཔེ་ཤ་ཆུ་རག་སྐྱོ་ཞོ་མར་པའི་ནམ་རྒྱུན་གྱི་འཚོ་བ་རྣམས་དཔེ་ཤ་རག་སྐྱོ་དེ་དུག་སྲི་ལྟ་བུ་ཡིན་ན་ནི་ད་བལ་དེ། འཛམ་གླིང་ཁྱོན་ཡོངས་ལུང་པ་འདྲ་མང་པོ་ཅིག་ལ་ཆར་བ་ལོག་པར་ཡ་མ་བྲོས་ལ་འགྲོ་སོང་དེ་ཨ་ར་དེང་སང་མ་རེད་ཟེར་བ། ཉེས་རྟོག་པ་དེ་ཚོ་ལ་ན་མོ་རང་གི་དངུལ་དེ་ག་ནས་རག་འོ་རེད་ལ་རེད་བ། ལུང་ཆ་རྒྱལ་པོ་བྱས་ནས་ཡ་མ་བྲོས་གནམ་གྲུའི་བེ་ཤ་ཡིན་པས་ནས་རེད་དེ་ས་ཡིན་པས་ནས་ཟ་ཡིན་པས་ནས་འཁྱམ་ཡ་ཡིན་པས་ནས་ཚང་མ་ལ་དངུལ་རེད་བ། དངུལ་དེ་ཚོ་ཡིན་པས་ན་ད་མོ་རང་གི་རྒྱལ་རེད་ཡིན་པས་ན། YouTube གྱི་དཔེ་ཤག་ཅིག་རག་གོ་ཡིན་ནས་ལས་དཔེ་ཤག་འདི་མང་བོ་མི་འདུག་ཟུར་བ་དེ་ནང་ཞིག་མ་ནམ་རྒྱུན་གྱི་འཚོ་བ་ནང་ཡིན་པའི་ནང་ཞིའུ་ཞིའུ་འདྲེ་དངུལ་ལས་སུ་ཡོད་སུ་མ་རེད་ཡིན་ནས་ལས་ད་མོ་འགྲོ་སོང་ལྟ་ཡང་དེ་ཚོ་སུས་སྤྲད་གོ་རེད་ལོ་གོ་རེད་ད་ཀྱི་མེད་ཞུ་དོག YouTube སབ YouTube པ་གསོ་པ་ཞུ་དོག་གསོ་པ་དེ་ཡིན་པའི་ནང་ཁོ་ནང་ཚོ་ག་ཞིག་འདུག་ལབ་ཡིན་ན་པ་ཀི་སི་ཐན་གྱི་ས་དབང་ལས་འོངས་ད་མོ་འདྲེ་བ་འདུག་ས་དེ་ནང་ཞིག་པ་ཀི་སི་ཐན་ནང་ཡོད་སྐྱོར་གྱི་དམག་དཔོན་འདི་འདུག་ག་ཁོ་ནང་ཚོ་འོངས་འདྲེ་ད་འདྲེ་བ་འདུག་ཟུར་བ་མེ་སྲེག་འདྲེ་མང་བོ་ཞིབ་ཅིག་ངོ་བཞིན་པ་དག་འདྲེ་འདྲེ་བ་ཡུལ་གྱོ་ཇི་རི་ཤཱ་ཨཱས་ཀྱཱ་ཨཱ་ཀི་ཧ་ར་ཡ་ནཱ་ཀི་ཉི་ལྡོག་པའི་འདྲེ་གསལ་བཤད་གནང་ཞེས། ཁྱི་སེང་སེང་ད་ཞི་བའི་ནང་ཡིན་པས་ན། ཀ་ཤི་མིར་ནང་ཡོད་པའི་པར་ཁམས་ཞེས་པའི་ཡུལ་སྐོར་སྤྲོ་འཆམ་པ་དེ་གནས་དེ་ལ་ཡིན་པས་ན། ཨཱ་ནི་མི། མེ་སྲི་དཀྱུས་མ་ཉིས་རྩ་དྲུག་ཅིག་བསད་སོང་ཨ་ཁོ་ན་ཚོ་བསད་ཁྱོ་དེ་ཡིན་པས་ན་ལས་ཆོས་ལ་སྐྱེ་ཁྲི་བཅས་ཡིན་པས་ན་ཨཱ་ནི་བུ་རྐྱང་རྐྱང་བསད་བཅས་ཡིན་པས་ན་མེ་མདའ་ཤུལ་བཅས་རེད་པ་འོ་འདི་དང་མོ་འདྲེ་བ་དུ་ལ་སུ་ར་ཧ་ར་ཡ་ནཱ་ཀི་ཉི་ལྡོག་པའི་ཡིན་པས་ན་ཁ་ཆེ་ལ་བས་ན་མོ། གནས་ཚུལ་དེ་མ་ལྷག་སྔོན་ནས་ཡིན་པས་ན་ས་ཆ་དེ་ལ་ཕྱིན་རྗེས་བརྙན་ཐུང་ཞིབ་ཚགས་པོ་ཞིག་ཅིག་བཟོས་ཤག་ཟེར་བ། ཞིབ་ཚགས་པོ་བཟོས་མ་ཟད་འགྲེལ་བཤད་རྒྱ་ཆེ་བཞག་དེའི་རྗེས་ནས་ཡིན་པས་ན་གནས་ཚུལ་དེ་ལྷག་ཚགས་པའི་རྗེས་སུ་ཡིན་པས་ན་མོ་ལབ་སང་ཁོར་པ་ཀི་སི་ཐན་ལ་འགྲོ་ཚར་བཞག་གནས་ཚུལ་ལས་འགྲེལ་བྱས་རྗེས་ཡིན་པས་ན་པ་ཀི་སི་ཐན་གྱི་དཔོན་རིགས་མང་པོ་ཞིག་དང་མོ་འབྲེལ་བ་འདུག་ལ་སུ་དེ་ནང་བཞིན་ཇའི་ལི་ལ་ཡོད་པའི་པ་ཀི་སི་ཐན་གྱི་དཔོན་རིགས་རེད་པ་གཞུང་ཚབ་ལ་ཡོད་པའི་དཔོན་རིགས་དེ་ཚོ་མཉམ་དུ་ཁ་ལག་ཟ་ཀྱོག་གིས་པར་དང་བརྙན་ཐུང་དང་འབྲེལ་གཏུག་ཟེར་བ་འོང་འདུག་བྱས་ནས་ཡིན་པས་ན་ཧར་ཡ་ན་གྱི་ཉེས་རྟོག་པས་ཨ་ནུ་དོགས་པ་ཟ་སྟེ་བཞག་མོ་ཉེས་གསོག་པ་ཡིན་པ། པ་ཀི་སི་ཐན་གྱི་ཡིན་པའི་ན་གཅིག་པུའི་རིང་ལུགས་པ་དེ་ཚོས་ད་གནས་ཚུལ་གཅིག་རྒྱ་གར་ནང་ལོགས་ལ་གཅིག་རྙོག་དྲ་གཅིག་བཟོ་ཡ་ལ་ཡིན་པའི་ན་དང་པོ་ནས་འཆར་གཞི་ངན་པ་ཞིབ་ཆ་གཏིང་ཡོད་རེད་ཟེར་བ་དེ་རིང་རང་བསམ་བྱས་དེ་རིང་སྒྲུབ་བྱེད་སྐྱོ་འདྲ་མི་སེ་སྐྱོ་འདྲ་མ་རེད་ས་དེའི་རྒྱབ་ལྗོངས་ལ་ཡིན་པའི་ན་བལ་དེ་ད་ཁབ་གཏུག་ཡུལ་གྲུ་པོ་ལ་ཧོ་ར་གཉེན་སྡུག་བཟོ་ངེས་དེ་ཚོ་ཡིན་པའི་ན་མེ་མདའ་ཁྱེད་ཅེས་མི་སེ་འོ་མ་རེད་ཡིན་ནའི་ལས་དེའི་རྒྱབ་ལྗོངས་ལ་ད་ཁ་བ་ཁ་བ་བྲོ་བའི་ཡིན་ན་ཨ་འདྲས་ད་ཧིན་དུ་ལར་བ་དེ་ཚོ་ཁ་བ་བྲོ་གི་འདུག་མང་བཙུགས་འདུག་ཁ་བ་ཁ་བ་བྲོ་ན་ཨ་འདྲས་བྱས་ན་ཡག་ས་རེད་ས་གཅིག་ཡོད་པ་འོང་དེའི་རྒྱབ་ལྗོངས་ལ

ཨ་མོ་ཡིས་འོང་འདི་སྙམ་དུ་དྲི་བ་ཟབ་པོ་ཞིབ་ཅིག་འདུག་ས་སྙམ་དུ་ཁ་ལག་ཟ་སྐྱོ་དང་འདྲེ་གི་པར་དང་བརྙན་ཐུང་ཡོད་དུས་ཙམ་པ་ཡིན་མིན་ཨང་རྒྱག་གི་དོགས་པ་སྐྱེས་རྗེས་ཨ་མོ་གསོལ་བ་རེས་འོས། ད་པ་ཀི་སི་ཐན་གི་གསོལ་བ་གསོལ་མར་བའི་ཐ་ན་དཔོན་རིགས་མཐོ་པོ་ཞིག་འདུག་ཨ་རྒྱ་ག་ནས་དཔེ་བཟུང་བ་གཅིག་ན་རྔ་པའི་ཚེ་བོ་ཅོག་གསུམ་ནས་དཔེ་སྐྱོར་གི་མི་དེ་ཡིན་མིན་ཨ་སུན་ཨུ་ར་ཧིམ་ལེ་དེ་ཡིན་མིན་ཁོ་གཉིས་གཉིས་གང་འདྲས་སུ་དྲི་བ་ཆགས་འདུག་ལབ་ཡིན་ན་ཉིས་སྟོང་ཉིས་རྩ་གསུམ་ལ་མོ་ད་ད་པ་ཀི་སི་ཐན་ལ་བྲོས་ཀྱི་ཝི་ཟ་ཞུ་བ་ཕྱིན་མི་ཟེར་བ། པ་ཀི་སི་ཐན་གྱི་ཨེམ་པའི་སི་ལུགས་ར་ཞུང་རྩ་བར་འཇུག་འདོད་ཙམ་པ་ཡིན་པས་ན། ད་མོ་འོ་ཐུག་ཆེ་ནས་ཁོ་དང་འབྲེལ་བ་ཆགས་ཀྱོ་རེད་ཤག་ཉིས་སྟོང་ཉིས་བརྩ་གསུམ་ནས་ཡིན་པས་ན་ད་ག་འདྲ་ཡིན་མིན་ན་སྙེ་མ་ནས་མོ་པ་ཀི་སི་ཐན་པ་ཀི་སི་ཐན་གྱི་སོ་པ་ཡིན་ན་ཡག་མེད་ན་ཉིས་སྟོང་ཉིས་བརྩ་གསུམ་ལ་པ་ཀི་སི་ཐན་གྱི་སོ་པ་ཆགས་ཡོད་ན་ཁོ་དང་འབྲེལ་བ་ཆགས་ཅེས་རེད་པ་ག་འདྲ་མོ་ན་འོ་ཐུག་ཆེ་ཡིན་ན་མོས་རྒྱ་གར་ནང་གི་གནས་ཚུལ་ཛ་དྲག་པོ་ཡོད་རེད་པ་དམིགས་བསལ་གྱི Operation Sindoor སི་དུ་ཨ་ཀི་སིན་མུ་དྷི་གི་འཇིགས་སྐུལ་རིང་ལུགས་པ་བསད་དུས་ཙམ་པའི་གཏོར་སྐྱོན་དང་ཆགས་སྦྱང་གཏོར་དུས་ཙམ་པ་ཡིན་མིན་ན་དེའི་གི་དམག་མི་ཁ་བ་ཡོད་མེད་དང་ད་ག་རེ་ཡོད་མེད་དང་དོན་ཚང་མ་ལོ་ས་དབང་ཚང་མ་ལོ་མོས་པ་ཀི་སི་ཐན་ལ་འདུ་ཆེན་བཅས་བཞག་གསར་པ་འོང་འདུ་ཆེན་ཡིན་པས་ན་རྒྱ་གར་གྱི་ཉེས་དོགས་པའི་མོ་འཛིན་བཟུང་བྱས་བཞག་དེ་ནང་བཞིན་གྱི་ད་དུང་ཁོ་ཚོ་གར་ཐུང་ཡང་དུ་ལབ་པས་ན་མོ་གཉིས་མ་པ་ཀི་སི་ཐན་ལ་ཐེངས་མ་མང་པོ་ཞིབ་ཕྱིན་བཞག་ཟེར་བ་ད་ལྟ་པ་ཧལ་གམ་ཨེ་ཐྲེག་ལས་ཞུ་བ་འོང་དེ་མ་བྱུང་སྔོན་ལ་ཡིན་པས་ན་ཐེངས་མ་མང་པོ་ཅིག་པ་ཀི་སི་ཐན་ནང་ལོར་ཕྱིན་བཞག་ཡིན་པས་ན་མོས་བརྙན་ཐུང་མང་པོ་ཞིབ་ཆུ་བཟོས་བཞག་ཟེར་བ་བརྙན་ཐུང་དེ་ཚོ་ནང་ཚང་མ་ལོ་ལ་དེད་ཕྱིན་བཞག་ཟེར་བ་པ་ཀི་སི་ཐན་ནང་ལ་ཡོད་པའི་ཧིན་རྡུ་གྱི་འབྲེལ་ཡོད་པ་ཁོ་ན་ཚོ་ཚོང་རྒྱབ་ས་དང་ཧིན་དུ་གི་གོམ་པ་དང་དེ་ནང་བཞིན་སིག་ཡོད་པ་སིག་གི་ལྷ་ཁང་དང་དེ་ནང་བཞིན་སྐད་གྲགས་ཆེ་བའི་ཁྲོམ་ར་འདི་ན་ཕྱིན་ཅད་ཡིན་པས་ན་མི་མང་པོ་བྱས་ལ་བཅར་འདྲི་ཞུས་ཅེས་པར་འོང་འདུག་བྱས་ནས་ད་མོས་ཡིན་པས་ན་ད་ཡུལ་གྲུ་པ་གི་མིང་དེ་ཁྱེད་ཅད་ཡིན་པས་ན་མི་མང་པོ་ཅིག་གིས་ད་ས་དབང་བསྔོ་ཡ་དང་ཁ་བསྔོ་ཡ་དང་དེ་འདྲ་བྱེད་ཀྱི་འདུག་ས་བྱས་ཙང་འོང་འདུག་བྱས་སྙེ་མ་ནས་ཡིན་པས་ན་མོ་པ་ཀི་སི་ཐན་ལ་མ་ཡ་མ་འགྲོ་བསྡད་ཡོད་ཟེར་བར་འོང་སྟེ་རྒྱ་གར་གྱི་ཉེན་རྟོག་པ་དང་ཨ་ནི་ས་དབང་ལས་ཁུངས་ཀྱི་ཐོག་པ་ས་ཆ་ཡིན་པའི་ན་མོ་དེ་རིང་བྱུས་བཞག་ཞུས་ཡ་ཡིན། དེ་ནས་གསང་རྒྱུད་ཞིམ་པ་ཅིག་ཁར་གཏོད་ཞུས་པའི་ནར་བ་ད་ལྟ་རི་བོ་ཇོ་མོ་ལ་མོ་འཛག་ཉལ་གྱི་ཨིན་ཇི་མི་གཅིག་ཡིན་པ་ན་ལུག་ཁྱུ་གི་ཟིན་ཐོ་གསར་བ་ཞིག་བཀོད་བཞག་གསར་བ་དེ་བཀོད་དགོས་རྒྱུ་མཚན་ཁར་གཏོད་ལབ་པ་ན་ཁོ་རང་ཡིན་པ་ན་རི་བོ་ཇོ་མོ་ལ་མོ་དེ་རྩམ་གླིང་ནང་ལ་རི་མཐོ་ཤོས་ཞུར་བ་འོང་དེ་ཐེངས་མ་བཅུ་དགུ་དེ་འཛག་བཞག་ཟེར་བ་ཁོང་ཡིན་པ་ན་ཨིན་ཇི་མི་ཞར་བ་ད་ལོ་དགོང་ལོ་ལྔ་བཅུ་ང་གཅིག་རེད་བཞག་མཚན་ལོ་གྷལ་ཏུན་ཁུ་རུ་ལ་ཡོད་དོ། ཁོང་ཡིན་མིན་ན་ད་རི་བོ་ཆོ་མོ་ལགས་མ་དེ་ཐེངས་མ་བཅུ་དགུ་རྫ་བྱས་ཡིན་མིན་ན་ཁི་སིང་རྫ་བྱས་ཡིན་མིན་ན་ཁོ་རང་མཉམ་དུ་རོགས་པ་ཕྱིན་ཤར་བ་ནེ་པལ་གྱི་ཤར་པ་རྡོ་རྗེ་རྒྱལ་མཚན་ལས་ཀྱི་མཉམ་དུ་ཕྱིན་ཤར་ཨ་རི་བོ་ཆོ་མོ་ལགས་མ་དེ་ནི་ས་འོག་ནས་ཡིན་པས་ན་ཡང་མི་བརྒྱད་སྟོང་བརྒྱད་བརྒྱ་བཞི་བཞི་དགུ་དང་ཨ་ནི་མཐོ་ཚད་ཡིན་མིན་ན་ཉིས་ཁྲི་གོ་སྟོང་ཡོད་ས་ར་ཧྥིད་བྱས་ཙང་ཨ་ནི་ཁི་སིང་གི་ས་ཉི་མ་ལ་ཡིན་པས་ན་འོང་འདི་ཐེངས་མ་བཅུ་དགུ་འདི་རྫ་བྱས་ཡིན་མིན་ན་འོང་ཁོང་འཛམ་གླིང་ནང་ཟིན་ཐོ་གསར་བ་ཞིག་བཀོད་ཤར། ཁོ་རང་ཆ་མཚོན་པ་ན་རི་བོ་ཕྱུག་མོ་གླང་མོ་དེ་ཐེངས་དང་པོ་ག་དུས་འཛག་འདུག་ལ་ཉིས་སྟོང་བཞི་ན་ལོ་འཛག་ཉིས་སྟོང་བཞི་ལ་འཛག་བཞག་ཁོ་རང་གི་ཆེད་ལས་དེའི་མི་ནས་རི་འཛག་ཉན་རྒྱ་ཡོད་པ་འོང་རྒྱ་རེད་བཞག། དེ་ནས་གནས་ཚུལ་མཐའ་མ་དེ་གར་དུ་ཞུས་པས་ན། དེ་རིང་ཡིན་ན་པོབ་ལིའོ་བཅུ་བཞི་པ་ཡོད་པ། ཁོང་ཡིན་པས་ན་ད་པོབ་ཧྥ་རན་སིས་བྱོན་རྗེས་ཡིན་པས་ན་འོས་འདེམས་བྱོན་རྗེས་ད་ཁོང་མཛད་སྒོ་འཚོགས་ཡ་བྱོན་མར་བས་འོང་རྒྱ་རེད་བཞག་རེད་བ་དེ་རིང་ཡིན་པས་ན། དེ་ནས་ཡིན་པས་ན་ད་དཔོན་རིགས་མང་པོ་ཅིག་སླེབས་བཞག་ལ་དེ་ནང་ཞིག་གིས་ད་ཡུལ་ཤུལ་ཆོས་བྱེད་མཁན་མང་པོ་ཅིག་ཕེབས་ཀྱི། ས་བཅད་དེ་ལ་རྩོམ་དོགས་ཨ་རྩོམ་དུས་བརྩམས་པ་ཡིན་མིན་ནི་ཨ་ནི་དམིགས་བསལ་གྱིས་ཁོང་གིས་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཁོང་ལ་མཇལ་ཁ་གནང་བཞག་ཟེར་བ་ཁོང་དང་ཁོང་གི་སྐུ་ཟླ་ཡོལ་བ་ཁོ་གཉིས་གཉིས་ལ་མཇལ་ཁ་གནང་བཞག་ལ་ནི་གར་སོང་ཟོ་ལ་མིན་ན་འཛམ་གླིང་འདི་ག་ལ་ཡིན་པའི་ན་ཡུཀ་རེན་ལ་རྒྱབ་སྐྱོར་གནང་ཡང་ཡིན་ཟེར་བ་རྒྱབ་སྐྱོར་གནང་བྱ་ཡིན་པའི་ན་ཡུཀ་རེན་གྱི་ཨ་ནི་དམག་དེ་མཚམས་བཞག་ཡ་དག་དེ་ནང་བཞིན་ཞི་བདེ་ཡོང་ཡ་ཆེད་དུ་ཨ་ནི་ཁོ་རང་ངོས་ནས་རྒྱབ་སྐྱོར་གནང་ཡ་ཡིན་གསུངས་ཤར་བ་འདི་ནང་ཞིག་ཡུ་ཀེ་རེན་གྱི་སྲིད་བློན་ཛེ་ལན་སི་ཀི་ཁོང་དང་པོབ་ཧྥ་རན་སི། Pope Francis། པོབ་ལིའོ་ཁོ་གཉིས་གཉིས་ཕྱག་བཏང་སྟེ་གྱོ་སྐུ་པར་བཅས་བསྡུར་བ་འདི་ནང་ཡིན་པའི་ནང་ཛེ་ལན་སི་ཀི། Zelensky། ཁོང་ཡིན་གྱི་ཁོང་གི་རྣམ་པར་ནང་ག་རུ་མཐོང་ཐུབ་ལབ་ཡིན་ན་ཁོང་གི་རྣམ་འགྱུར་འདི་མིན་ན་ཅིག་ང་ནང་ཚོ་ད་ང་ཚོ་བོད་རིགས་དེ་ཚོ་བླ་ཆེན་བླ་མ་སྐྱེ་བོ་དམ་པོ་མཇལ་དུས་ཙམ་པའི་ཅིག་རྣམ་འགྱུར་ཞུས་པ་སེམས་ན་དགའ་བོ་དང་སྐྱོ་བའི་ཚོར་སྣང་ཞིག། ཅེས་བྱས་བཏང་སྐྱོན་མེད་པའི་ངོ་བོ་དེ་འདྲ་ཞིག་མཐོང་ཡང་དུར་བ་ཆེ་ཚང་ཨ་ནི་སྤོབས་ལེའུ་མཆོག་གི་ཡིན་པས་ནི་ལ་ཁོ་རང་ལ་ཨ་ནི་བྱས་འབྲས་གནང་བ་དང་ཁོང་དང་ཁོང་གི་སྐུ་འདི་བྱས་འབྲས་གནང་བྱས་ཡིན་པས་ན་ཨ་ནི་བསྙེན་པ་ཕྱག་རྟགས་འདྲ་གནང་ཟུར་བ་སྐུ་པར་སྒྲོན་དུ་བྱས་ནས་ཡུལ་ཀུན་རིང་ལ་རྒྱབ་སྐྱོར་གནང་གི་ཡིན་གསུངས་སོ་དེ་ནས་ཤེས་ཀི་ཨ་ནི་འཛམ་བུ་གླིང་འདི་ག་ལ་རུལ་བ་ཨ་ནི་མི་ལ་དམག་བླངས་བྱས་ཡིན་པས་ན་མི་སེར་ལ་ལྟ་མི་སེར་དཀའ་ངལ་འཕྲད་བཅོས་དང་སྐྱོ་བོ་ཆགས་བཅོས་དང་དེ་མི་གསོད་ཁྲག་བཅོམ་བྱས་ལ་མཐའ་གཅིག་ཏུ་དགག་པ་ཡོད་ཡོད་གསུངས་སུ་སྤོབས་ལེའུ་ཆོས་རྒྱལ་ཡིན་པས་ན། འོན་ཀྱང་ཤ་ཁོ་ན་ཚོ་དེ་རིང་རྒྱལ་སྤྱིའི་གསང་རྒྱུན་མཉམ་སྤྱོད་བྱས་ཏེ་འཇུག་དོན་ཡིན་གྱི་མེད་ལས་ཙེ་གནང་ང་ན་ཚོ་ཡང་ཡང་རྒྱ་ཆེ་ཡོང་ག་ལི་ཞུའོ།